ངའི་མིང་ལ་ཨ་ནི་མཁན་པོ་སངས་རྒྱས་རྡོ་རྗེ་ཟེར་གྱི་ཡོད། ཇི་ལྟར་ང་བོད་ཡིག་ནས་ཡིན། ང་རང་གི་ཕ་ཡུལ་འདི་ཡོལ་མོ་ཡིན། དེ་ནས་ད་ཆུང་དུས་ནས་ང་རང་ལོ་བར་ཆད་དགུ་ཟེར་བ་ལ་དེ་ནས་ང་རང་གི་བྱེ་ཐང་གི་ཐུན་མོང་གི་བསླབ་གྲྭ་ཞིག་བཏགས། སྤྱི་ཡོངས་ཀྱི་བསླབ་གྲྭ་ཞིག་བཏགས་འདི་བྱས་ལ་ནི་ང་རང་ལོ་དགུ་ནས་བྱས་ནས་ནི་ཕ་གའི་རྒྱ་གར་ལྷོ་ཕྱོགས། དཔལ་ནོར་མོ་ཆེ་གྲྭ་ཚང། རྣམ་འགྲེལ་གླིང་ལ། གྲྭ་བ་བཟོས་ཡོད་པའི་གོ་སྐབས་བྱུང། ཕ་གི་ལོ་དགུ་ནས་བཟུང་ནས་ཕ་གི་དགོན་པའི་ནང་གི་གཞི་རིམ་སློབ་གྲྭ་རེད། དེའི་ནང་བྱིངས་ཀྱི་འཛིན་གྲྭ་ཚར་བ་ལོ་དགུ་གི་འཛིན་གྲྭ་ཚར་ནས། ལོ་དགུ་ཡི་རིང་ལ་ཡང་བཤད་གྲྭར་སློབ་གཉེར་བྱས། འདུ་ཤེས་ནི་ང་རང་གི་རྒྱ་གར་རྣམ་གྲོལ་གླིང་དཔལ་ནོར་མོ་ཆེ་གྲྭ་ཚང་ལ་དེ་བཞིན་ནས་སློབ་གཉེར་བྱས་ཡོད་བྱུང་རེད། ལོ་ཉིས་སྟོང་བཅུ་ཡི་ཆུ་ལོ་ལ་ངེད་ཀྱི་འཛིན་གྲྭ་ཚང་མ་ཚར། དེའི་རྗེས་ལ་ང་རང་སྤྱི་བཏང་གི་བཤད་གྲྭ་ལ་སློབ་སྦྱོང་བྱེད་པའི་སྐབས་སུ་དེ་ནས་ང་རང་དབྱིན་ཇི་ལ་ཕེབས་དོ་སྣང་ཆེན་པོ་ཞིག་ཡོད། དེ་ཡང་ང་རང་གུང་སེང་སྐབས་སུ་དབྱིན་ཇི་གི་ཏུའུ་ཞན་འདྲ་པོ་ལེན་རང་རང་སོ་སོ་གི་རང་སྦྱོང་འདྲ་པོ་བྱས་སོ་སོ་སོ་སློབ་གཉེར་བྱས་ནས་མི་སེར་གྱི་དབྱིན་ཇི་དེ་དེ་ཡག་པོ་འདྲ་པོ་ཆགས་སོང་དེའི་རྗེས་ལ་ཡང་ངས་དགོན་པ་ཁོ་རང་ལ་ཡང་ཨ་ནི་གྲྭ་བ་འདི་ཚོ་ལ་ཅིག་གི་དབྱིན་ཇི་གི་རིགས་ལམ་རེད་ཨ་ནི་སུམ་རྟགས་འདི་ཚོ་སྙན་ཁག་འདི་ཚོ་བསླབ་ཡག་གི་གོ་སྐབས་རེ་བྱུང་བདེ་དེ་ནི་ཨ་ནི་ང་རང་དབྱིན་ཇི་འདི་འདི་ཡར་གྱི་འགྲོ་སོང་ཨ་ནི་འདི་ག་ལ་ཡང་ཉིས་སྟོང་བཅུ་ནས་ཨ་ནི་ང་རང་ཕ་གི་ཤེས་རབ་ཚ་བ་དང་ཨ་ནི་དགོན་པའི་ཐོག་ནས་ཡང་ང་ལ་ཕ་གི་ཆོས་ཚོགས་ཁག་ལ། ཨ་ནི། ད་ང་རང་སུ་བླ་མ་ཕྲུ་གུ་རྣམ་པ་ཚོ། ང་སུ་བླ་མ་རྒན་པ་ཚོ་ཨ་ནི་ཨིན་ཇིའི་དམག་ཤེད་མཁན་ཡིན་དུས། ཨ་ནི་ཕ་གི་བླ་མ་སྐད་སྒྱུར་བྱས་ཡ་གི་དུས་ཕྱི་ནས་ལས་ཀ་མང་པོ་ལས་ཡིན། ཨ་འདི་ན་ཅིང་སློབ་སྦྱོང་ཚར་ནས། དེ་ན་ཅིང་ཨིན་ཀྲོ་ནེ་ཤ་དང་དེ་ནས་སིང་ཀ་པུར་དང་ཨ་ནི་འདི་ཚོ་ལ་ཡང་སུ་ཆོས་ཚོགས་ཡོད་རེད་ཆོས་ཚོགས་ཁག་ལ་དེ་ནས། སྐད་སྒྱུར་འདྲ་པོ་བྱས་ཡ་གི་ཨ་ནི་དགོན་པའི་གི་ཐོག་ལ་ཞབས་ཏོག་ཞུ་ཡ་གི་གོ་སྐབས་བྱུང། ཨ་ནི་དེ་གི་རྗེས་ལ་ཨ་ནི། ང་རང། དེ་ནས་ང་རང་ཚོ་གི་ད་ལྟ། དགོན་པའི་གི་མཁན་ཐོག་དང་པོ་མཁན་པོ་བཀྲ་ཤིས་རིང་ཟེར་གྱི་རེད། ཁོང་གི་ད་ལྟ་བོད་ཡིག་ལ་དེ་ནས་ག་རེ་ཟེར་གྱི་རེད་ཧི་མ་ལའི་རི་རྒྱུད་སྤུ་གུ་ཐམས་ཅད་ལ་རིན་མེད་ཐོག་ནས་སློབ་ཆུང་གྲས་ཀྱི་སློབ་གྲྭ་ཅིག་ཕྱེས་གནང་ཡོད་རེད་སློབ་གྲྭ་མིང་ལ་སྔ་འགྱུར་རྗེས་དྲན་སློབ་གྲྭ་ཟེར་གྱི་རེད། འདི་ལ་དམིགས་བསལ་གྱི་ད་ང་རང་ཚོ་ཧི་མ་ལའི་རི་རྒྱུད་ཀྱི་སྤུ་གུ་འདི་ཚོ་ལ་དེ་ནས་རིན་མེད་ཐོག་ནས་ཁ་ལག་རེད་སློབ་ཆུང་རེད་ཟེར་སོང་ཚང་མ་རིན་མེད་ཐོག་ནས་བཏང་གི་ཡོད་རེད། ཨ་ནི་འདུག་སྟངས་དེ་ཡོད་རེད། ཨ་ནི་ཁོང་ལ་དེ་ནས་ངེད་ཀྱི་ཞབས་ཏོག་ལོག་མང་པོ་ཞུ་ཡ་དགོས་སྐབས་བྱུང་རེད། ཨ་ནི་ན་ནིང་ཉིས་སྟོང་དེ་ནས་ད་ཀོ་བིད་ཀྱི་སྐབས་སུ་དེ་ནས་ང་ཚོ་ངེད་ཀྱི་ད་བླ་མ་ཟེར་བ་རེ་དགེ་རྒན་ཟེར་བ་རེ་ཨ་ནི་ཁོང་ལ་ཀོ་བིད་གྱོད་བྱས་ནས་ཨ་ནི་ང་ཚོ་མཁན་པོ་ང་རང་དགེ་རྒན་འདི་བགྲོངས་བ་རེད། ཨ་ནི་དགེ་རྒན་བགྲོངས་ཚར་བའི་རྗེས་ལ་ཨ་ནི་ང་ཚོ་ད་ད་ང། ཨ་ནི་ང་རང་གིས་ད་ལྟ་དེ་སྔ་གོའི་བྱེས་འབྲིང་སློབ་གྲྭ་དེ་གའི་ཨ་ནི་འཛིན་སྐྱོང་ཚོགས་པ་ཟེར་མཁན་ཞིག་འགོ་བཙུགས་བྱས་ནས་ཨ་ནི་ང་ཚོ་ད་ལྟ་འཛིན་སྐྱོང་ཚོགས་པ་ནང་ལ་མི་བཞི་ཡོད་རེད་མི་བཞི་ནང་ལས་ང་གཅིག་ཡིན། ཨ་ང་འདི་ནང་ལོ་ལ་དྲུང་ཡིག་ཡིན་ཨ་ནི་ད་ལྟ་ང་རང་ཚོ་ད་ལྟ་ང་ཚོ་གན་དེ་དགོངས་པ་རྫོགས་ཚར་བའི་རྗེས་ལ་ཨ་ནི་ད་ལྟ་དམིགས་བསལ་གྱིས་ད་ལྟ་དེ་སློབ་གྲྭ་དེ་ལ་འཛིན་སྐྱོང་བྱེད་བཞིན་པ་ཡིན་ཨ་འདི་ལ་ཡང་སྤུ་གུ་འདི་ཚོ་ལ་དེ་ནས་ཟས་བཟང་རེད་ཁ་ལག་རེད་འདི་ཚོ་ཐམས་ཅད་རིན་མེད་ཐོག་ནས་བཏང་འོང་འདུག་ག་སོ། ཨ་འདི་གི་ཐོག་ནས་མ་ཡང་སྦྱིན་བདག་འདི་ཚོ་ཡང་མ་རྩ་ཡ་བྱི་དོ་དེ་ནས་ང་ཕལ་ཆེ་བ་ཁྱེད་ཅག་ཁ་ཐོག་ལ་ཆོས་ར་བཤད་ཨ་འདི་འོག་ལ་མི་ཞིག་ངོ་ཤེས་པ་བྱུང་ན་ཨ་འདི་ནས་མ་བྱེད་ནས་ཞལ་འདེབས་ར་རུབ་བྱེད་ནས་ཨ་ནི་ཕ་གའི་ལབ་དྲ་ལ་ཁྱེར་ཨ་ནི་འགྲོ་སོང་ལྟ་ཡ་གི་འདུ་བྱེད་ནི་བྱེད་སྡོད་ཀྱི་ཡོད་ཨ་ད་ལྟ་འདི་ལམ་འགྲམ་ལ་འབྱོར་དགོས་ཡ་དེ་ཡང་རྒྱུ་མཚན་གཅིག་བདག་རང་ཡིན་གཙོ་བོ་འདི་ཨ་ནི་འདི། ལ་འདྲ་ལ་སླེབས་བྱས་ནས་ཨ་ཅིག། ཆོས་ཤེས་ཆོས་ར་ཤེས་ཨ་མི་ར་ངོ་ཤེས་པ་ཡིན་ན། ཨ་འདི་ཟོ་ལ་ཆོས་ར་ཤེས་ཨ་འདི་ཟོ་གི་ཐོག་ནས་མ་ཨ་ནི། སླབ་གྲགས་ཀྱི་ཕྱོགས་ལ་རོགས་ལམ་འདྲ་པོ་དང་ཞི་བདེ་འདྲ་པོ་ཅིག་བྱུང་ན། སེམས་སུ་ནི་དེ་ཚོ་ནི་དཀའ་ས། བྱུང་ན་ཟེར་ནས་བསམ་ནས་དེ་བྱུང་བ་ཡིན། ཨ་ནི་ད་ལྟ་ང་རང་འདི། གྲོགས་པོ། ཨིན་ཇིའི་མི། ཁོང་རང་འཇམ་དབྱངས་ཟིག་རེད་ནི་ཁོང་གིས་ཁ་སང་ཉི་མ་ང་ལ། འདུག་བྱས་ནས། ལ་འདྲ་ལ་ཡོང་བྱས་ནས་ཁོ་རང་གི་ཆོས་ཚོགས་ཅིག་ཡོད། ཁོ་རང་བླ་མེད་དེ་གི་ཆོས་ཚོགས་ཅིག་ཡོད་འདི་ལ་ཡང། ཨ་ནི་ཆོས་བཅུ། གསུང་ན་ཟེར་ནས་གསུངས་སོང་དེ་ཡང་དུ་ཁོང་གིས་གྲ་སྒྲིག་ཅིག་གནང་བྱས་ཨ་ནི་ངས་ཡང་དེ་ལ་ཁ་སང། ཉི་མ་བཞི་ལྔ་ཅིག་རེད་སོང་ང་དེ་ལ་འདྲ་འབྱོར་བྱས་ནས། ཨ་འདི་བྱས་ནས་ངས་ད་ལྟ་འདི་ལ་དེ་རིང་འདི་ཆོས་ཟོ་དེར་སླེབས་བྱས་ནས་ཨ་འདི་ལ། ད་ཅིག་མི་སེར་གྱི་ཆོས་ཀྱི་ཐོག་ནས་མ་ཆོས་ཤེས་འདྲ་བོ་ཅིག་བྱས། ཨ་མི་འདི་ཚོ་ངོ་དགའ་ས་མི་འདི་ཚོ་ངོ་ཤེས་པ་སོ་ཨ་འདི་ནད་ཀྱི་གོ་སྐབས་བྱུང་སོང། ཨ་ནི། འདི་ལ་སླེབས་བྱས་ནས་འདི་ནས་ཅིག་དམིགས་བསལ་ད་ག་སར་ལང་གྲོང་སླེབས་དགོས་དོན་འདི་རྒྱུ་མཚན་འདི་ཡིན་ཨ་ད་ཉི་མ་ཁ་ཤས་འདིར་བསྡད་བྱས་ནས་ཨ་ནི་ང་བ་ཡུལ་ལོག་འགྲོ་བྱས། ཨ་ནི་བ་ཡུལ་ལ་ང་རང་གི་ལས་ཀ་འདི་བདག་གིས་གོང་དུ་ཤོད་པ་ནང་བཞིན་ཡིན། དེ་ང་རང་གི་དགེ་རྒན་གྱི་བསླབ་གྲྭ་འདི་ལ། ཨ་ནི་སྤུ་གུ་བྷ་ཇེ་ད་མདའ། ཧི་མ་ལའི་རི་རྒྱུད་ཕལ་ཆེ་བ་ཧི་མ་རི་གི་སྤུ་གུ་རེད་བྷ་ཇེ་སྤུ་གུ་གྲུ་བརྒྱ་གསུམ་སོ་ལྔ་ཅིག་ཡོད་ཕལ་ཆེ་བ་སྤུ་གུ་འདི་ཚོ་རྡོལ་བོ་ཇེ་ཨ་མོ་ཧུམ་ཇེ་ཨ་ནི་ནུབ་རི་ཕྱོགས་ནི་མ་སྤུ་གུ་འདི་ཚོ་རེད་ཨ་འདི་ཚོ་ལ་ང་ཚོ་གི་ད་མདའ། ཅིག་བདག་གིས་གོང་དུ་ཞུ་བ་གནང་ཕྱིན་ཨ་རི་མི་ཐོག་ནི་སློབ་ཆུང་བྲེ་ཡ་དང་ཁ་ལག་དང་ཟས་སོང་དང་བདེ་ས་མཚམས་ཅིག་སྤྲད་སྡོད་ཀྱི་ཡོད་རེད་ཨ་ནི་ད་འདི་འདི་ཡ་མ་ཉམས། རྒྱུན་འཁྱོངས་བྱེད་ཡ་ཆེད་དུ་ང་རང་ཚོས་གངས་ཤུགས་བརྒྱབ་ནས་ང་རང་ཚོ་ད་ལྟ་འཛིན་སྐྱོང་ཚོགས་པའི་མི་བྱས་ཏེ་ང་རང་ཚོ་ད་དུང་མཁན་པོ་གཞན་པ་འདི་ཚོ་ཡོད་རེད་དེ་ཚང་མ་གི་རུབ་བྱས་ནས་བསླབ་གྲྭར་མུ་མཐུད་ཡ་ཆེད་དུ་འདིར་བྱས་ནས་ཁྱེད་ཅག་ཁ་ལ་འགྲོ་ཆོས་བྱེད་མི་ངོ་ཤེས་པ་བྱེད་ཞལ་འདེབས་འདྲ་པོ་རུབ་བྱས་ནས་བསླབ་གྲྭ་ལ་བཏང་ནས་དེ་ནས་བྱེད་སྡོད་ཀྱི་ཡོད་རེད་དེ་ནས་ཀྱི་གནས་སྟངས་ཐོག་ནས་མ་ང་དེ་འདྲ་དེ་བསླབ་གྲྭ་ལ་འབྱོར་དགོས་ཡ་དང་དེ་ནས་བྱེད་དགོས་ཡ་དེ་འདི་ནས་ཡིན་ལ། སྤྱི་དང་དེ་རིང་ངས་ཆོས་ཤིག་གི་བརྗོད་བྱ་འདི་ག་རེ་རེད་ཟེར་ན་སྤྱི་དང་གི་དེ་ང་རང་ཚོ་ད་ལྟ་ཆོས་ཚོགས་ཀྱི་སློབ་མ་གཅིག་གི་ད་ང་རང་ཚོ་བླ་མ་གཙོ་བོ་དེ་ཨ་ནི་འགྲུལ་བ་ཆོས་རྗེ་རིན་པོ་ཆེ་རེད། འགྲུལ་བ་ཆོས་རྗེ་རིན་པོ་ཆེ་གིས་ད་ལྟ་དེ་ནས་ཁོང་གིས་མི་སེར་གྱི་ཐང་ག་བྲིས་གནང་གི་འདུག་དཔེ་མི་སེར་ཡག་པོ་ཐང་ག་བྲིས་གནང་གི་འདུག་ཨ་ནི་དེ་ལ་ཡང་དེ་ཐང་ག་དེ་ཡང་གཙོ་བོ་དེ་ག་རེ་གི་ཐོག་ནས་མ་ཐང་ག་བྲིས་གནང་འདུག་ཟེར་ན་གཙོ་བོ་དེ་ཨ་ནི་རྡོག་གཉིས་ལ་ཁུངས་གཏུགས་ནས་གསུངས་ཞག་བྲིས་གནང་བཞུ་རེ་ཞུ། རྡོག་གཉིས་ག་རེ་ཟེར་ན་གཅིག་འདི་ཨ་ནི་སྟོན་དཔལ་གྱིས་ད་ལྟ་ཀུན་དགའ་བ་ལ་མངལ་དུ་འཇུག་པའི་རྡོག་ཟེར་གྱི་ཡོད་རེད་འདི་དང། དེ་ནས། ཚེ་ཇི་ལྟར་འཕོ་བའི་རྡོག་ཟེར་ངེས་ཀྱི་རེད་ཞག་ད་གང་ལྟར་རྡོག་འདི་ཀྱི་ཐོག་གཉིས་ཀྱི་ཐོག་ནས་མ་ཨ་ནི་ཁོང་གིས་ད་ལྟ་རི་མོ་དེ་དེ་ལ་གྲིམ་འདེང་ཁང་ལ་ད་ལྟ་ཁོང་ཚོ་གྲིམ་འདེང་གནང་འདུག་འདི་ཐོག་ནས་རེད་ཞག་ཨ་ནི་འདི་ཀྱི་རྡོག་གཉིས་ཀྱི་སྐོར་ལ་ཨ་ནི་ད་ནངས་ཀྱི་ངོ་ཤེས་པ་གྲོགས་པོ་འདི་གིས་ཨ་ནི་ཁྱེད་ཀྱིས་འདི་ཕེལ་བྱས་ནས་ད་རི་མོ་འདི་ཡང་འདིའི་ཐོག་ནས་བྲིས་ཡོད་རེད། ཨ་འདིའི་ཐོག་ནས་ཡང་ས་གཞི་འདི་ཡང་འདི་གི་ཐོག་ནས་བྱས་ནའང་ཆོས་གཞི་འདི་ཡི་འདི་གི་ཐོག་ནས་བྱས་ཤངས་ཟེར་ནས་ཨ་འདི་རིང་ངས་འདི་ནས་མ། གཙོ་བོ་ད་ཆོས་གཞི་འདི་ཡང། ད་རྡོ་འདིའི་སྐོར་གྱི་རེད་ཨ་ནི་རྡོ་འདིའི་ནང་ལོགས་གཙོ་བོ་བརྗོད་བྱ་ག་རེ་སླེབས་ཀྱི་རེད་ཟེར་ན། ལྟོ་མངལ་དུ་འཇུག་པའི་རྡོ་ཟེར་མཁན་འདིས་ཨ་ནི་སྐྱེ་བ་ག་ནས་ལེན་གྱི་ཡོད་མེད། ཨ་ནི་གཙོ་བོ་རྣམ་ཤེས་འདི་མངལ་དུ་འཛུལ་དུ་གང་དུ་འཛུལ་གྱི་ཡོད་མེད་དེ་ལ་རྒྱུ་རྐྱེན་ག་རེ་ཚང་དགོས་ཡོད་མེད་དང། ཨ་ནི་ཅིག་སྐྱེ་བ་ཟེར་མཁན་འདི་ག་རེ་ཅིག་ངོས་བཟུང་དགོས་ཡོད་མེད། སྐྱེ་བ་སེང་གེ་དེ་སྡུག་བསྔལ་གྱི་རང་བཞིན་ཡིན་པ་བཅས་བཤད་དགོས་ཡོད་རེད། རྡོ་ཕྱིས་ཇི་ལྟར་ཕོ་བའི་རྡོའི་ནང་ལོགས་ལ་མི་ཤི་ཚར་བའི་རྗེས་ལ་ག་རེ་ག་རེ་བྱ་གི་ཡོད་མེད་དང། ག་རེ་བྱེད་དགོས་ཡོད་མེད་འདི་གི་སྐོར་ལ་ཡོད་རེད། འདི་འདིའི་ཐོག་ནས་བ་དེ་རིང་འདི་གི་ངེད་ཀྱི་ཆོས་བཤད་འདི་ཡིན། སྤྱི་དང་ང་རང་སྙིང་མ་ཤེས་དྲག་ལ་བདེ་འོང་དུ་གོ་སོ། ཟླ་བ་ལོ་རེ་རེར་ཟླ་བ་གཉིས་རེ་གཉིས་རེ་གུང་གསེང་ཅིག་རག་གི་ཡོད་རེད། འདི་གུང་གསེང་སྐབས་སུ་ནི་ཟླ་བ་གཉིས་སྐབས་སུ་ང་ཕ་ནང་ལ་ལོག།

དགོངས་པ་ལ་ཡང་ངེད་ཀྱིས་བདག་གི་གོང་དུ་ཞུ་བ་ནང་བཞིན་རེད་ཅེས་ངག་རང་ཀློག་སྤྲོད་ཡོང་དོན་ནི་ཡང་ངེད་ཀྱིས་ཕར་ཅིག། སོ་སོ་གྱིས་གང་བཤིན་པའི་དབྱིན་ཇི་འདི་ཕར་གྱིས་ཞེ་དྲག་གིས། མཐོ་སློབ་ལ་ཡོད་པའི་སློབ་ཕྲུག་ཐམས་ཅད་ལ་ཡང་ངེད་ཀྱིས་ག་ཟེར་དགོས་རེད་ཡ་དབྱིན་ཇི་བསླབ་ཡ་འདི་ཚོ་བྱེད་བསྡད་ཀྱི་དེ་ཚོའི་ཐོག་ནས་མ་ཅིག་དབྱིན་ཇི་འདི་ཚོ་སྤེལ་མི་སྲིད་ཉམས་མྱོང་བསགས་ནས་ཅིག་ཡར་རྒྱས་འགྲོ་དགོས་གྲོགས་སོང། ད་སྤྱི་ཚང་གི་ང་ཚོ་བསླབ་གྲྭ་ཐོག་ནས་མ། ད་ཡོན་ཆོད་ཚང་མ་སློབ་ཕྲུག་ཐམས་ཅད་ཧི་མ་ལའི་རི་གའི་སྤུག་འདི་ཚོ་རེད། བྱེད་སྟངས་ང་ཚོར་གྱི་ད་ལྟ་ཧི་མ་ལའི་རི་ཁའི་སྤུ་གུ་ལ་ཤུགས་བརྒྱབ་དགོས་ཡའི་རྒྱུ་མཚན་དང་སློབ་ཆུང་བཀྲལ་བའི་རྒྱུ་མཚན་ག་རེ་ཟེར་ན་ང་ཚོ་བྱེད་སྟངས་འོག་ཏུ་གོ་སོང། ཨ་ནི་བོད་ཡུལ་ལ་བསམ་དཀའ་ན་ཨ་ནི་ཧི་མ་ལའི་རི་རྒྱུད་ནང་ལོགས་ལ་དེང་སློབ་ཆུང་ཚད་ལྡན་བྱས་ཨ་ནི་གཅིག་ཧི་མ་ལའི་རི་རྒྱུད་ད་ཁོ་ཕྱོགས་མཐའ་ཁག་ལ་ཡང་གཅིག་སླབ་གྲྭ་ཡག་པོ་མེད་བྱས་གཅིག་སྤུ་གུ་དུས་སུ་སློབ་ཆུང་བྱེད་དགོས་བྲལ་ན་ཡང་ཨ་ནི་སློབ་གྲྭ་ཁག་ཡག་པོ་མེད་དགེ་རྒན་ཡག་པོ་མེད་ཐུགས་འགན་ཡག་པོ་མེད་འོག་ཏུ་ག་སོང་ཨ་ནི་ང་རང་ཚོ་དང་ཁྱེད་རིན་པོ་ཆེ་གྱིས་ད་ལྟ་ད་ཧི་མ་ལའི་རི་རྒྱུད་སྤུ་གུ་དུས་སུ་དཔེ་སློབ་ཆུང་གི་ཐོག་ནས་ཐུགས་ཤོར་ཤོར་ཞིག་འགྲོ་དགོས་འདུག། སློབ་སྦྱོང་བྱས་ཀྱི་གོ་སྐབས་རྩ་ནས་རག་གི་མི་འདུག། ཨ་ནི་གོ་སྐབས་རག་ན་ཡང་ཁོ་ཚད་ལྡན་ཅིག་སློབ་གྲྭ་ཚད་ལྡན་དང་དགེ་རྒན་ཚད་ལྡན་དང་དེ་ནས་ཡི་གེ་སླབ་གྲྭ་ཅིག་རག་གི་མི་འདུག་ཟེར་ནས་ད་ལྟའི་དཔེ་མི་ཚེ་ཐུགས་ཕམ་བྱུང་རྗེས་ཨ་ནི་ཁོང་གིས་ད་ལྟ་དམིགས་བསལ་གྱི་ཧི་ཡོ་ལ་ཡའི་སྤོ་སྒུག་འདི་ཚོ་ལ་ཨ་ནི་སློབ་སྦྱོང་ཡར་རྒྱས་ཕྱིན་ཡག་བྱེད་དུ་ཨ་ནི་ང་རང་ཚོ་ད་དཀར་པོར་འགལ་ས་རང་ལ་ཨ་ནི་སླབ་གྲྭ་དཔེ་དེང་སང་གི་དུས་འདུས་དང་ཨ་ནི་ཐུན་དཔེ་གི། སློབ་སྦྱོང་ཤེས་ཡོན་སྤྲད་མཁན་བཅས་མཐུན་རྐྱེན་ཡག་ཡག་གཏོད་ཀྱི་ཡོད་རེད། འདི་ཚོ་ཐམས་ཅད་བདག་གིས་གོང་དུ་ཞུས་པ་ལ་གཙོ་བོ་དམིགས་ཡུལ་དེ་ཧི་མ་ལ་རའི་སྤུ་གུ་འདི་ཚོ་ལ་དེ་ནས་དེང་དུས་ཀྱི་སློབ་སྦྱོང་ཤེས་ཡོན་དེ་ཡར་རྒྱས་གཏང་དགོས་འདུག་ཟེར་ནས་བསམ་བློ་འཁྱེར་བྱས་ནས་བཙུགས་བྱ་རྒྱུ་ཞིག་རེད། སྤུ་གུ་འདི་ཚོ་ཡིན་ན་ཡང་བདག་གིས་གོང་དུ་ཞུས་པ་ནང་བྱས་ནས་ཧི་མ་ལ་རའི་བརྒྱུད་ཡིན་པ་ལ་ཕལ་ཆེ་བ་འདི་ནུབ་རིའི་ཕྱོགས་ནས་མང་ཕྱོགས་ཀྱི་ནུབ་རིའི་ཕྱོགས་ནས་རེད། འདི་གའི་རྗེས་ལ་གཉིས་པ་དེ་མོ་ཁུམ་རེད། འདི་གའི་རྗེས་ལ་ང་རང་ཚོ་དོལ་པོ་རེད་འདི་མ་ཡིན་པ་དེ་ནི། ཕྱོགས་མཐའ་གང་གི་ད་ལྟ་ཤར་པ་རེད་ཡོ་རོབ་མོ་རེད་དེ་ནང་བཞིན་གྱི་ཨ་ནེ་ཧི་མ་ལ་རི་གི་ད་ཆེ་ཆུང་མང་པོ་ཡོད་རོ་དེ་ཚོ་ཐམས་ཅད་ཅིག་ང་ལོ་ལ་ཡོད་དེ་རེད་ནས་ཨ། ད་ང་རང་སུ་ཅི་ཐང་གི་བསླབ་གྲྭ་འདི་ལ་ཨ་ནེ་བདག་གི་དགོངས་དུ་ཞུ་བ་ནང་བཞིན་ཅིག་དེང་དུས་ཀྱི་ཤུལ་ཡམ་ཙམ་མ་ཡིན་པའི་གི་ཡང་ནང་ཆོས་ཀྱི་བསླབ་གྲྭ་ཡང་སློབ་ཆུང་ཡང་ང་ཚོ་སྤྲད་ཀྱི་ཡོད་རེད་ད་དེང་དུས་ཀྱི་ནང་ཆོས་ཀྱི་སློབ་སྦྱོང་བྱེད་ནང་ཆོས་ཀྱི་དག་ཡིག་སུམ་རྟགས་སྙན་ངག་བྱེད་འདི་ཚོ་ཐམས་ཅད་ཨ་ནེ་ཅིག་ང་རང་ཚོ་ལ་ཨ་ནི་གཅིག། མི་ཚེ་བདེན་དང་བདེན་པ། བདེན་དང་དོན་པ་ཡིན་ཡང་ཆེད་དུ། སྤྱི་བཏང་གི་དོན་བསྡུ་གི་ཤེས་ཡོན་གྱི་སྒོ་རེ་དང་ཡིན་ན་ཡང། དོན་བསྡུ་ཤེས་ཡོན་གཅིག་པོ་གཅིག་གིས་མི་ཚེ་ཡི་བདེན་དང་བདེན་པ་མཐོང་དཀའ་ས་ཡོང་ཐུ་ཡ་དཀའ་ལས་ཧ་པོ་རེད། དེ་ལ་ག་རེ་དགོས་ཟེར་ན་ཡང་གཅིག་གཤིས་ཀ་བཟང་པོ། སེམས་པ་བཟང་པོ་ཟེར་དང་སྤྱོད་ལམ་ཡག་པོ་ཟེར་གཅིག་གོ་གི་འདུག་ཨ། འདི་ག་རེ་གི་འགྲིག་ཡོད་ཟེར་ན་དེ་ང་ཚོ་ནང་ཆོས་ཀྱི་ལྟ་བ་དང་ནང་ཆོས་ཀྱི་སློབ་སྦྱོང་གི་འགྲིག་ཡོད་རོ། དེ་ཡོད་དུ་ང་རང་ཚོ་དེ་འདྲ་བསླབ་གྲ་འདི་ལ། དོན་བསྡུ་གི་ཤེས་ཡོན་ལ་ཡང་ཤུགས་རྒྱབ་ཀྱི་ཡོད་རེད། དེ་ཙམ་མ་ཡིན་པའི་གི་ཨ་ནི་ནང་པའི་གི།